ད་རིང་གི་ཉིན་མོ་འདི། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡོངས་ཁྱབ་གསལ་བསྒྲགས་སྤེལ་བའི་སྐབས་ལ། རྒྱལ་ཁབ་རང་བཙན་ཡོད་པ་ལྔ་བཅུ་ཙམ་མ་ཟིན་ཞིག་རེད། ད་རིང་གི་དུས་ཚོད་ལ་ཡང། འདས་པའི་ལོ་དྲུག་ཅུ་རེ་བརྒྱད་རིང་ག་ལ་ཡང། རྒྱལ་ཁབ་མང་པོའི་ནང་ལ་ཡང། འདི་ལོངས་སུ་སྤྱོད་རྒྱུ་བྱུང་ནས་ད་ལྟ་རྒྱལ་ཁབ་ཉིས་བརྒྱ་ཟ་མ་ཟིན་གཅིག་ལ་ཡང། ཏན་ཏན་རང་དངོས་ཤུགས་བརྒྱུད་གསུམ་ལ་ཡང། ཕན་ཐོགས་ཐོབ་ཐུབ་པ་ཅིག་ཏན་ཏན་བྱུང་ཡོད་རེད་བསམ་འདུག་ད་བློ་ཕམ་པ་ཅིག་ལ་ཡང་ང་ཚོ། བོད་པ་གཙོས་པའི་འཛམ་བུ་གླིང་ཡུལ་གྲུ་མང་པོའི་ནང་ལ་ཡང་འགྲོ་བ་མིའི་གི་ཐོབ་ཐང་གསལ་བསྒྲགས་ནང་གི་ཆ་རྐྱེན་འདི་སྐྱེས་ཏེ་མ་རག་ནས་དཀའ་ངལ་འཕྲད་བསྡད་པ་ཇི་ལྟ་ཞིག་ཉན་བཞིན་ཡོད་པ་ཞིག་རེད། ལྷག་པར་དུ་ང་རང་ཚོ་བོད་མི་རིགས་ལས་མཚོན་པ་ཡིན་ན། རྒྱལ་ཚོགས་ཀྱི་ཡོངས་ཁྱབ་ཀྱི་གསལ་བསྒྲགས་ནང་ལ་ཡང་མཐུན་རྐྱེན་དང་ཆ་རྐྱེན་ག་རེ་ཡོད་པ་དེ་བརྒྱད་དེ་ཡོངས་སུ་ཡང་བརྡལ་བཤིག་བྱས་ནས། ང་ཚོ་ལ་ཡང་ལོངས་སྤྱད་རྒྱུ་མེད་པའི་གི་གནས་སྟངས་དེ་འདྲས་ཀྱི་ཆགས་བསྡད་ཡོད་རེད། བྱས་ཙང་དེ་འདྲས་ཀྱི་གནས་སྟངས་དེ་ང་ཚོ་བློ་ཕམ་པོ་ཅིག་གི་ངང་ལ་ཡང། དེ་རིང་གི་ཉིན་མོ་དེའི་སྲུང་བརྩི་ཞུ་གི་ཡོད་རེད། བཙན་གནོན་དང་དམ་དྲག་གདུག་རྩུབ་འོག་ལ་ཡང་མནར་གཅོད་མྱངས་དང་མྱོང་བཞིན་པའི་གི་མི་རིགས་ཅིག་ཆགས་ཏེ་ཡོད་རེད། ད་ལྟ་ང་ཚོས་བོད་ཀྱི་ནང་ལ་ཡང་འདས་པའི་ལོ་ངོ་བཅུ་ཕྲག་མང་པོའི་རིང་ལ་ཡང་ཆོས་ཕྱོགས་ཀྱི་རང་དབང། སྨྲ་བརྗོད་ཀྱི་རང་དབང། འགྲོ་བ་ངས་མིག་གིས་ཐོབ་སྟངས་གང་ཡིན་པ་དེ་སྐད་དེ་ལོངས་སུ་སྤྱད་རྒྱུ་མེད་པའི་གི་ཡང་དཀའ་སྡུག་ཆེན་པོ་ཅིག་གི་ནང་ལ་ཡང་ལྷག་དེ་གི་ཡོད་རེད། དེ་འདྲའི་གི་གནས་ཚུལ་ཅིག་ཞུས་པ་ཡིན་ན་ང་ཚོ་ཞུས་ཚར་ཡ་མེད་པའི་གི་གནས་སྟངས་ཅིག་ཆགས་དེ་ཡོད་རེད། ཆིག་སྟོང་དགུ་བརྒྱ་བཞི་བཅུ་ཞག་དགུ་ནས་བཟུང་དེ་ཡང་བོད་ལ་བཙན་འཛུལ་གང་ཚེ་བྱས་པ། ལྔ་བཅུ་ང་དགུ་ནས་བོད། ཆོལ་ཁ་གསུམ་གྱི་ཁྱ་ས་ཁྱོན་ཡོངས་རྫོགས་ཁྱུར་མིད་ག་འདྲེས་སུ་བཏང་ཡོད་པ། དེ་ནས་བྱས་ནས་ཡ་རིག་གནས་གསར་བརྗེ་གིས་མཚོན་པའི་གི་ཡ་བོད་ལ་གདུག་རྩུབ་ཀྱི་ལས་འགུལ་ག་འདྲེས་ཀྱིས་སྤེལ་ཡོད་པ་འདི་ཚོ་འཛམ་བུ་གླིང་གི་ནང་ལ་ཡ་ཕལ་ཆེར་ཧ་གོ་འདོན་རྟོགས་བདེ་བའི་གནས་སྟངས་ཀྱི་ཆགས་བསྡད་ཡོད་རེད། ཡིན་ནས་སྟབས་མ་ལེགས་པ་ཅིག་ལ་ཡ་ད་རིང་ཁ་སང་བྲག་མགོ་ལ་རྒྱབ་སྐྱོར་བྱེད་མཁན་དེ་ཉུང་དུ་ཕྱིན། འདི་འདྲས་ཀྱི་རྒྱལ་ཁབ་ཆེ་ཆུང་གི་ཡང་ཐུབ་ཚོད་བཏང་ཡག་གི་མཚོན་པས། མི་རིགས་གཅིག་གི་གཅིག་ལ་ཡང་བཙན་གནོན་བཏང་ཡག་གི་དུས་ཚོད། འདི་འདྲས་ཀྱི་དུས་ཚོད་ངན་པ་ཅིག་ང་ཚོའི་མི་ཐོག་དེ་ལ་བཞག་བསྡད་པ་དང། ལྷག་པར་དུ་ང་ཚོའི་མི་རིགས་དེ་རྒྱལ་ཁབ་བཙན་བཟུང་བྱེད་ཉེན་དེ་འཛམ་བུ་གླིང་གི་ནང་ལ་འཇགས། ད་ཆེས་གདུག་རྩུབ་ཆེ་ཤོས་ཀྱི་རྒྱལ་ཁབ་ཅིག་ཆགས་བསྡད་ཡོད་རེད། འཛམ་བུ་གླིང་གཞན་དག་གི་ཡ། གནས་སྟངས་དེ་ཚོའི་ཐོག་ལ་རྒྱབ་སྐྱོར་བྱས་པ་ཡིན་ན་ཡ། ཉན་ཤེས་དང་དགོ་ཤེས་མེད་པའི་གི་ཡ། གཞུང་འཛིན་དེ་འདྲས་ཆིག། དེའི་གནས་བབ་ཀྱི་ཐོག་ནས་འཛམ་བུ་གླིང་གི་ནང་ལ་བདེན་པ་དར་ཤ་བཅད་ཡ། མེད་པའི་གི་གནས་ཚུལ་ཅིག། ག་ས་ག་ལ་ཡ་དངོས་གནས་ཅིག་གསལ་པོ་རྟོགས་བཞིན་པའི་གནས་ཚུལ་ཅིག་ཆགས་བསྡད་ཡོད་རེད། འདས་པའི་གི་དུས་རབས་མང་པོའི་གི་ལུས་རྒྱུས་ང་ཚོ་བཞུ་བས་ནི་བཞུ་ཚར་ཡ་མེད་པའི་གནས་སྟངས་རེད་ད་ལྟ་སྐབས་སུ་བབས་པའི་གནས་སྟངས་ཐོག་ལ་ཡ་ད་ལོ་ཕྱི་ཟླ་བདུན་པ་ནས་བཟུང་སྟེ་གསེར་རྟ་བླ་རུང་སྒར་ནང་བསྟན་སློབ་གླིང་རྩ་ཆེན་པོ་དེའི་ནང་ལ་ཡ་གནས་སྟངས་གང་འདྲ་ཅིག་ཆགས་དུ་ཡོད་རེད་ཕྱི་ཟླ་བདུན་པ་ནས་བཟུང་སྟེ་རྒྱ་མིའི་གི་དམག་མི་དང། རྒྱ་མིའི་གིས་དཀོར་ཆག་པ་བྱས་ནས་མི་ཆིག་སྟོང་ལྔ་བརྒྱ་དྲུག་བརྒྱ་ཞིག་ཡོང་ནས་བླ་རླུང་སྒར་དེ་ད་ཆ་ཚང་བྱེད་ཀྱི་ཡ། གྲྭ་ཤག། ཆོས་སྒར་སྡོད་གནས་ལ་སོགས་པ་ཚང་མ་གཏོར་བཤིག་ག་ཚད་ཅིག་བཏང་བསྡད་ཀྱི་ཡོད་རེད། ཕྱི་ཟླ་བདུན་པ་ནས་ད་ལྟ་བར་དུ་ལ་ཡ། བླ་རླུང་སྒར་ནས་མི་བཞི་སྟོང་དྲུག་བརྒྱ་ཞིག་ལ་ཡ་ད་བསྡད་ས་མེད་པ་བཟོས་ནས་གི་ཕྱིར་འབུད་བྱེད་བསྡད་ཀྱི་ཡོད་རེད། གྲྭ་ཤག་དང་ཁང་པ་སྡོད་ཁང་བརྩིས་པ་ཡིན་ན་ཉུང་མཐའ་ལ་ཆིག་སྟོང་ལྔ་བརྒྱ་ཞིག་ད་ལྟ་བར་ཐོག་ལ་ཡ་གཏོར་བཤིག་བཏང་གྲུབ་པ་ཞིག་རེད་ཤག་བདག་དུང་འབུད་ཚུལ་ནས་བཏང་དང་བཏང་བཞིན་པ་ཞིག་རེད་གང་ལྟར་ད་རིང་གི་ཁོ་ཚོས་ཀྱི་ལས་རིམ་འདི་ཉིས་སྟོང་བཅུ་བདུན་གྱི་སྤྱི་ཟླ་དགུ་བ་བར་ཐོག་བླ་རུང་སྒར་གྱི་ནང་བསྟན་སློབ་གླིང་དེའི་ནང་ལ་ཡ། གྲོས་བསྡུར་འབུལ་མཁན་གྲངས་འབོར་ལྔ་སྟོང་ལ་ཡ་མ་བྱ་ཡ་ཡིན་ཟེར་གྱི་ཡོད་རེད། ད་དེ་འདྲའི་གཅིག་གི་དམིགས་ཚད་གཟིམ་ནས་དེའི་ནང་ལ་ཡ་ལས་དོན་བྱེད་པའི་སྐབས་ལ་ཡ་ཧ་ལས་པའི་གི་ལས་དོན་མྱུར་བོ་ངང་ནས་བྱེད་བསྡད་ཀྱི་ཡོད་རེད། ལས་དོན་ལག་ལེན་དངོས་སུ་བསྟར་ཉེན་དེ་འཐབ་ཕྱོགས་གཅིག་གྱུར་གྱི་ལས་ཁུངས། སྤྱི་བདེ་ལས་ཁུངས།

དེའི་གཏན་མཁས་པ་དེ་གལ་ཏེ་ལག་ལེན་ལ་དངོས་སུ་བསྟར་དང་བསྟར་བཞིན་པའི་གནས་སྟངས་དག་སྣང་ཞིང་དེའི་ནང་ལ་ཡོད་ཉེས་གྲྭ་བཙུན་དེ་གལ་ཏེ་ཕར་ཕྱིན་ལོག་ལ་བིས་པ་ཚོ་ས་གནས་གཞན་དག་ནང་ལ་ཕྱིན་པ་ཡིན་ནས་དགོན་སྡེ་གྲྭ་ཚང་ནང་ལ་ཆོས་ཞུགས་བྱེད་ཆོག་གི་མེད་ས་ཡོད་རེད། ཕྱིའི་མ་འདོན་པའི་དགོངས་ལ་ཡང་ས་ཡིག་རྒྱབ་བྱས་ནས་མ་འོངས་པ་ལ་ཡང་གསེར་རྟ་བླ་ལུང་གང་ལ་རྩ་ནས་ཡོང་ཡ་མིན་པ་ཅིག་གི་ཡང་འགན་ལེན་ས་ཡིག་རྒྱག་དགོས་ཡ་གི་གནས་སྟངས་དེ་འདྲས་ཆགས་བསྡད་ཡོད་རེད། འདི་ན་ཤིང་གི་ཡ་ཆེན་གར། ཡ་ཆེན་གར་ལ་ཡ་བཙུན་མས་ཀྱི་གོམ་པ། འདི་ནང་ལ་ཡ་བཙུན་མ་ཆིག་ཁྲི་བརྒྱད་དྲུག་གི་ཡོད་རེད། དེ་ཚོ་ཚང་མ་སྤྱི་ཟླ་བཞི་པ་ནས་ཀྱི་ཡ་ཡང་བརྒྱ། གྲངས་འབོར་ཉུང་དུ་བཏང་ནས་བཙུན་མ་དེ་ཀྱི་དེ། ས་གནས་སོ་སོའི་ནང་ལ་ཡང་ཕུད་ཕ་ཕྱི་ལོག་ལོག་ཡག་གི་ལས་རིམ་སྤེལ་དང་སྤེལ་བཞིན་པ་ཅི་རེད་ད་ལྟ་བར་དུ་བཙུན་མ་སྟོང་ཕྲག་འགའ་ཤས་ཕྱིར་ཕུད་བྱས་ཚར་ཡོད་རེད་རང་ལ་འདོད་པ་མེད་བཞིན་དུ་ས་གནས་སོ་སོའི་ནང་ལ་ཕར་ལ་ལོག་དགོས་ཀྱི་ཡོད་པ་དེ་ཚོ་སྤྱི་སྤྱོད་རླངས་འཁོར་གོ་སྒྲིག་བྱས་ནས་དེ་ཚོའི་ནང་ལ་ཡང་ཕར་བཙན་དབང་གི་ཐོག་ནས་ཡང་ཕྱིར་འབུད་བྱས་པའི་གནས་ཚུལ་དེ་ང་ཚོ་ཚང་མས་ཀྱི་ད་ལྟ་མཐོང་དང་མཐོང་བཞིན་པའི་གནས་སྟངས་དེ་འདྲས་ཀྱི་ཚབ། ཆེན་པོ་གཅིག་གི་གནས་སྟངས་ཆགས་བསྡད་ཡོད་རེད། ཡ་ཆེན་གར་ལ་མཚོན་པ་ཡིན་ནའང་བཙུན་མ་བདེ་སྐྱིད་དེས་ནང་ཆོས་སློབ་གཉེར་ཐོག་ལ་ཡ་བཙུན་པ་གནང་བསྡད་ངེས། ད་གནའ་ཤིང་གསེར་རྟ་བླ་ལུང་གར་ལ་མཚོན་པ་ཡིན་ན་ནང་པའི་གི་བསྟན་པ་དར་ཁྱབ་བྱེད་སའི་གི་བསྟི་གནས་ཧ་ལས་པའི་གི་རྩ་ཆེན་པོ་གཅིག་ཆགས་བསྡད་ཡོད་རེད། ད་བདེ་སྐྱིད་དེ་རྒྱ་མིའི་མིག་ལ་ཡ་མ་མཛེས་པའི་གི་གནས་ཚུལ་གཅིག་བྱུང་བསྡད་གི་ཡོད་རེད། དེའི་ནང་ལ་ཡོད་ངེས་གི་བསླབ་པ་སློབ་གཉེར་ཐག་སོ་ངེས་བདེ་སྐྱིད་དེ་རྩེ་ཕུད་ཡོད་པ་གཅིག། བསྟན་པ་ཆབ་སྲིད་ཀྱི་ཐོག་ལ་ཐུགས་ཕན་གསོས་ཐུབ་ཉེན་ཞིག་དང་གནའ་ཤིང་དེའི་གི་མཁན་པོ་འཇིགས་མེད་ཕུན་ཚོགས་རིན་པོ་ཆེ་གཙོས་བའི་གི་ད་ལྟ་གསེར་རྟ་བླ་ལུང་སྒར་གྱི་ཡང་མཁན་ཆེན་དེ་གྱིས་དེ་འཛམ་བུ་གླིང་གི་ནང་ལ་ཡང་མཚན་སྙན་ཤིན་ཏུ་གྲགས་འགྲོ་གི་ཡོད་པ་སོང་ཙང་དེ་ཚོའི་གྲས་དེ་མིག་ལ་ལིང་ཏོག་ནང་བཞིན་བྱས་ནས་མ་མཛེས་པ་བྱས་ནས། ཨ་ནི་དེའི་ཐོག་ལ་ཡང་མ་ཉེས་ཁ་ཕྱོགས་ག་རེ་བྱེད་དགོས་ཀྱི་འདུག་དགོངས་པ་དེ་གས་ཏེ་ཚགས་ཚུད་དེ་འདྲས་ཅིག་གི་སྤུས་དག་འགྲོ་གི་ཡོད་པ་དེ་གས་ཏེ་ཉམས་ཆག་ག་འདྲས་བཏང་དགོས་ཀྱི་ཡོད་པའི་དམིགས་ཡུལ་གཟིམས་སྟངས་དེ་རེད། བྱས་ཙང་དེ་འདྲས་ཀྱི་གནས་ཚུལ་དཀའ་སྡུག་ཅིག་ང་ཚོའི་བོད་པའི་ཐོག་ལ་ད་ལྟ་དེ་རིང་ཁ་སང་མྱངས་དང་མྱངས་བཞིན་པ་ད་ལྟའི་སྐབས་ལ་ཡང་མྱངས་དང་མྱངས་བཞིན་པའི་གནས་ཚུལ་ཆགས་ཏེ་ཡོད་རེད། དེ་འདྲས་ཀྱི་གནས་ཚུལ་མ་བཟོས་པའི་ཐོག་ནས། བཙུན་མ་གསུམ། སྐར་མ་སྒྲོལ་མ། ཚེ་རིང་སྒྲོལ་མ། བསམ་དགའ་བཅས་ནས་བཙུན་མ་གསུམ་གྱི་རང་སྲོག་བཅད་དང་བཅད་དགོས་བྱུང་བ་རེད། དེ་ག་ན་བཞིན་རང་སྲོག་བཅད་པའི་སྐབས་ལ་ཡང་ཁ་ཆེམས་བཞག་ནས་ཁ་ཆེམས་ཀྱི་ནང་ལ་གསེར་རྟ་བླ་ལུང་སྒར་རྟ་གཏོར་བཤིག་བཏང་གི་ཡོད་པ་དེས་བློ་ལ་མ་ཤོང་འབོད་ཀྱི་སྡུག་བསྔལ་བསྐྱེད་པ་དང། ཆོས་ཕྱོགས་ཀྱི་རང་དབང་གི། ལོངས་སུ་སྤྱོད་རྒྱུ་མེད་པའི་དཀའ་སྡུག་དེའི་གི་ཆ་ནས་ཧ་ཆེ་འུ་ཐུག་སོང་ང་ཚོ་རང་སྲོག་འདོར་གི་ཡོད་ཞེས་ནས་བཙུན་མ་གསུམ་གི་ད་ད་བར་དོ་རང་སྲོག་འདོར་ཚར་བ་ཆེ་རེད་ད་གནའ་ཤིང་ཁལ་ས་ད་རྣམ་པ་ཚོ་ཚང་མར་ཐུགས་རྒྱུས་ཡོད་པ་ཡི་བཀྲ་ཤིས་རབ་བརྟན། མདོ་སྨད་རྨ་ཆུ་ནས་གི་ཡང་བརྒྱ་དགུང་ལོ་སུམ་ཅུ་སོག་གཅིག་རེད་ལོ་གཞོན་གཞོན།

འབར་ཁམས་འབྲིང་རིམ་ཁྲིམས་ཁང་གི་ཐོག་ནས་བོད་མི་སྐྱ་སེར་ཕོ་མོ་བཅུ་ལ་ཁྲིམས་ཐག་བཅད་སོང་ང་ཁ་སང་ཉི་མ་ཁ་ཤས་སྔས་ནས་ཁྲིམས་ཐག་ཉུང་ཤོས་དུས་ལོ་ལྔ་རེ་མང་ཤོས་དུས་ལོ་བཅུ་བཞི་དེ་འདྲས་ཀྱི་ཁྲིམས་ཐག་བཅད་ནས་ད་ལྟ་བོད་པ་ཁ་ས་ཁེ་གཉིས་བདུན་ཕྲག་ཡས་མས་འགྲོ་གི་ཡོད་རེད་དེ་དུས་ནང་ལ་གནས་སྟངས་བྱུང་སྟངས་དེ་རེད་ད་གནའ་ཤེས་ཡུན་ནན་ཞིང་ཆེན། དེ་བཞིན་བོད་རིགས་རང་སྐྱོང་ཁུལ་ལ་ཡང་འབྲི་ཆུ་བཀག་ནས་གློག་ཟོན་འདོན་བྱེད་ཀྱི་ཡོད་རེད། འབྲི་ཆུ་བཀག་ནས་གློག་ཟོན་འདོན་གྱི་འཆར་གཞི་འགོ་བཙུགས་པའི་སྐབས་ལ། དེའི་ཁུལ་ལ་གློག་ཟོན་འདོན་བྱེད་སའི་གི་ས་ཆའི་ནང་ལ་རྟེན་གཞི་བྱས་པའི་གི་བོད་རིགས་སྡེ་ཁྱེད་དེ་ཚང་མ་གཞིས་སྤོས་བྱེད་དགོས་ཡོད། གློག་ཁང་བཙུགས་ཡག་དང་ཆུ་མཛོད་བཟོ་ཡག་གི་ཆེད་དུ་བོད་པ་སྡེ་ཁྱེད་དེ་ཕྱིར་འབུད་བྱེད་དགོས་ཡོད་ལབ་ཀྱི་ཡོད་རེད། ཕ་ལྟོགས་བུ་ལྟོགས་ནས་གནས་སའི་གི་ས་ཆ་དེ་ལྟར་བློ་ལ་བཏང་ཐུག་གི་མེད་པའི་གནས་ཚུལ་བཤད་པའི་སྐབས་ལ། དམག་མི་ཚོས་སྐོར་སྲུང་བ་བཏང་ནས་ཉལ་ཐག་ག་ཚད་བཏང་སོང། མང་པོ་ཅིག་ཡར་བཙོན་ལ་བདག་ཡོད་རེད། བཙོན་འཇུག་བྱས་ནས་མོ་འདྲེ་ནང་ནས་བདག་ནས་ད་དེ་ལ་ཡར་བསྒྲགས་གཏམ་བྱས་ནས་ཨ་ནི་བལ་ཏི་མི་གཅིག་ལ་ཡར། སྐོར་སྲུང་བ་གཉིས་གསུམ་གྱིས་ཡར་ལག་པ་བཏང་ནས་འཁྲིད་བཞིན་དུ་འགྲོ་འདོད་པའི་གནས་སྟངས་མང་པོ་བྱུང་སོང་བ་འདིས་རྡ་རི་ཁ་སང་ང་ཚོའི་གནས་སྟངས་སྒང་ལ་ཡང་བྱུང་དང་འབྱུང་བཞིན་པའི་གནས་ཚུལ་ཆགས་བསྡད་པ་རེད། ད་གནའ་ཤེས་ཡུན་ནན་ཞིང་ཆེན་གྱི་ཁོངས་གཏོགས་ལ་ཡང་ད་ལྟ་བདེ་ཆེན་ཁུལ་གྱི་རྫོང་དེའི་ནང་ལ་གཏེར་ཁ་སྔོག་འདོན་བཟང་གྱི་གཏེར་ཁ་སྔོག་གི་ཡོད་རེད་གཏེར་ཁ་སྔོག་ཁ་ལ་ཕྱིན་དུས་རི་དེ་གནས་རི་ཆགས་བསྡད་ཡོད་རེད་བོད་པས་འགྲིག་གི་མི་འདུག་ཅེས་ནས་ཞུས་པའི་སྐབས་ལ། དེའི་གི་རྒན་པོ་གཙོས་པའི་གི་བོད་པ་ལ་ཉེས་རྟགས་ག་ཚད་བཏང་པ་རེད།

དེ་ཆགས་ཀྱི་ཡོད་པ་སོགས་དང། འགྲོ་བ་མིའི་གི་ཐོབ་ཐང་ཡོངས་ཁྱབ་ཀྱི་གསལ་བསྒྲགས་དེ་འདྲས་ཅིག་གི་འགན་ཁང་ཆེན་པོ་བྱས་པ་དེ་བློ་ཕམ་པ་ཅིག་དང་བོད་མི་རིགས་ཀྱི་ཐོག་ལ་ཡང་དེ་ཡི་གི་ཕན་ཐོག་གཏན་འབྲུ་སུ་ཅིག་བྱུང་མེད་འདུག་དེ་འདྲས་བྱུང་མེད་པ་སོང་དང་ང་ཚོ་དེའི་ཐོག་ལ་ཡང་ད་ད་རིང་ཁ་སང་དུས་ཚོད་ད་རིང་གི་ཉིན་མོ་དེ་ཨ་ཅེ་འུ་ཐོག་ནས་འཛམ་བུ་གླིང་གི་ནང་ལ་ཡང་ད་བདེན་པ་ཅིག་ཡོད་པ་ཡིན་ན། ལྟར་རོགས་པ་བྱས་རེད་ཅེས་ཤུགས་ཆགས་དེ་བཞག་ཟིན། རྒྱལ་ཁབ་མང་པོའི་ནང་ལ་འགྲོ་བ་མི་གི་ཐོབ་ཐང་ངོ་བསྟན་བྱས་ནས་གི་མཐུན་རྐྱེན་བྱ་ནས་ད་རིང་གི་ཉི་མ་དེ། དངོས་གནས་བྱས་ན་དགའ་སྐྱིད་བྱེད་དགོས་ཡག་གི་ཉི་མ་ཆགས་དུས་ཡོད་རེད། ང་ཚོ་ལ་ཡག་སྟབས་མ་ལེགས་པ་གཅིག་ལ་ད་དུང་ང་ཚོ་དེའི་སྡུག་བསྔལ་ཆེད་དུ་ཕྱིན་དུ་ཡོད་རེད། བྱས་ཙང་དེ་འདྲའི་གནས་ཚུལ་གི་ཐོག་ལ་ད་རིང་འདས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཐང་ཆེན་དེའི་ནང་ལ་ཡང་ང་ཚོ་འུ་ཐུག་ཅིག་སྐད་འབོད་མ་རྒྱག་ཀ་མེད་ཀྱི་གནས་སྟངས་བྱུང་སྟངས་དེ་རེད། བྱས་ཙང་གནས་སྟངས་དེའི་ཐོག་ལ་ཡང་བོད་པ། ད་རི་ས་ཕྱོགས་ག་ས་ག་ནས་ཡག་ཐག་ཆོད་ད་ནི་ཞེ་དྲག་མང་པོ་ཕེབས་བཞག་དངོས་གནས་ཚང་མ་ལ་ཡང་བྱེས་སུ་ཡི་རང་དང་བསྔགས་བརྗོད་ཞུ་ཡ་རེད། ཞུ་དགོས་ཡག་གི་གནས་ཚུལ་བཅས་ཆགས་འདི་ཡོག་རེད། ང་ཚོའི་གནས་སྟངས་དེ་འཛམ་བུ་གླིང་གི་རྒྱལ་ཁབ་ཀྱི་ནང་ལ་ཡང་ཞུ་དགོས་ཀྱི་ཡོག་རེད་རེད་འདུན་དང་སྐྱབས་འཇུག་ཞུ་ས་དེ་རེད། ད་ག་ནང་བཞིན་རྒྱལ་སྤྱིའི་གི་ཚོགས་པ་ཁག་ལ་ཞུ་དགོས་ཀྱི་ཡོད་རེད་འགྲོ་འོང་མིག་གི་ཐོབ་ཐང་གི་ལས་ཁུངས་ཁག་ལ་ང་ཚོ་ཞུ་འབོད་བྱེད་དགོས་ཀྱི་ཡོད་རེད། ཞུ་འབོད་བྱེད་པ་ཙམ་གྱིས་འགྲིག་གི་ཡོད་མ་རེད་དང་པོ་ཐོག་མ་དེ་ང་རང་ཚོ་མངལ་ལ་ཐོན་དགོས་རེད། ང་ཚོ་དུས་དང་རྣམ་པ་ཀུན་ཏུ་ནས་དམིགས་ཡུལ། ངོ་མ་དེ་ང་ཚོས་མ་བྱས་པར་བྱས་ནས་ཉིན་རེ་ཉིན་རེ་ལ་ལག་ལེན་ལ་ང་ཚོ་བསྟར་ཐུབ་དགོས་ཡག་གི་གནས་སྟངས་ཞིག་རེད། ང་ཚོའི་ཐོག་ནས་གོམ་པ་མདུན་ལ་སྤོས། ང་ཚོས་དཀའ་ལས་བརྒྱབ་ང་ཚོས་འབད་བརྩོན་བྱས་ང་ཚོས་ལས་འགུལ་སྤེལ། ཐུབ་པ་ཡིན་ན། ཨ་ནི་ང་ཚོའི་རྒྱབ་ལ་མུ་མཐུད་བྱས་ནས། ཏན་ཏན་ཡོང་ཉེན་ཡོང་གི་རེད་བསམ་འདུག་ཁོ་བདེན་པའི་མཐའ་གསལ་དགོས་ཡག་གི་གནས་སྟངས་སོང་དང། ང་ཚོ་དེ་ཚོའི་ཐོག་ལ་ཡང་ཞེ་དྲག་ཅིག་བྱེད་མ་ཐུབ་པ་བྱས། ང་རང་ཚོའི་གི་ཉིན་རེ་ཉིན་རེ་གི་འཚོ་བ་ཁོ་རེ་གང་ལ་ཡང་དག་ཅིག་ཕྱིན་ཅིག་བསྡད་པ་ཡིན་ན། ང་ཚོའི་གི་རྩ་དོན་འདི་མི་གཞན་དག་ཅིག་གི་གིས་ནི་ང་ཚོ་ལ་རོགས་རམ་སྤྲད་པ་ནང་བཞིན་ཅིག་ནམ་ཡང་ཡོང་གི་མ་རེད་བསམ་འདུག་དེ་ཡོང་ཡང་གི་གཞི་རྩ་ནས་ཡོང་མ་རེད། ནད་དམར་འཁྱག་ཉེན་ཧ་ཆེ་འུ་ཐུག་ཉེན་དེ་ང་ཚོ་བོད་མི་རིགས་དེ་གྱེས་དེ་རེད་དེའི་ནང་ནས་ང་ཚོ་རང་དབང་ལ་ཡོད་ཉེན་ཚོའི་གི་དེ་བས་ཀྱང་འགན་ཆེན་པོ་ཆགས་དེ་ཡོད་རེད། བོད་ལ་གཞིས་ལུས་སྤུན་ཟླ་ཚོ་གི་གདུག་རྩུབ་ཀྱི་འོག་ནས་རང་དབང་རྟིང་སྐྲུ་བཟོ་བྱེད་ཡོད་མེད་ཟེར་གི་ལུང་པའི་ནང་ནས། སྐད་འབོད་རྒྱབ་ན་ཨེ་དྲག་ཡི་གེ་བཏང་ན་ཨེ་དྲག་གཞས་ཀྱི་ལམ་ནས་ཡག་ཅིག་ཆིག་སྒྲིལ་གྱི་ནུས་པ་བཏོན་ན་ཨེ་དྲག་སོ་སོ་གི་ཚོར་བ་དེ་སྐྱེ་དེ་དེ་འདྲས་ཀྱི་བརྒྱུད་རིམ་ཅིག་ནས་བཏོན་ན་ཨེ་དྲག་བྱེད་ནས་ཀྱི་ཐབས་ཤེས་ཡོད་རྒུ་རྩ་དྲུག་ཅིག་བྱེད་བསྡད་ཀྱི་ཡོད་རེད་བ། དེ་ཚོའི་གི་རྒྱབ་སྐྱོར་དེ་ང་ཚོས་གི་སྔས་ལ་ཐོན་བཞིན་གནང་ཐུབ་པ་ཡིན་ན། ག་ལ་གང་འཚམ་དོན་དག་ཐོག་ལ་ང་ཚོ་ཏན་ཏན་སླེབས་ཡོང་གི་རེད་བསམ་གྱི་ཡོད་རེད། དེ་ང་ཚོས་གནང་མ་ཐུབ་པ་ཡིན་ནའང་མི་གཞན་ཞིག་གིས་ང་ཚོ་ལ་ཡང་སྙིང་རྗེ་སྐྱེས་ནས་ཨ་ནི། ང་ཚོའི་རྩ་དོན་སྒྲུབ་ཟེར་ཡ་ཅི་ཁག་པོ་ཞིག་དྲག་རེད་བྱས་ཙང་དེ་འདྲས་ཡིན་དུས་ད་ལྟ་དཔའ་དོག་མེད་ཚང་མས་ག་ལ་གང་འཚམ་གནང་གི་ཡོད་རེད་མ་འོངས་པ་ལས་ནས་ང་ཚོ་མུ་མཐུད་བྱས་ནས་ཀི་ད་རིང་འདས་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐང་ཙམ་མ་ཡིན་པ་བྱས་ནས་ས་ཁུལ་སོ་སོའི་ནང་ལས་འབེན་ནས་གྲོང་སྡེ་གི་ལས་ཁུངས་ཡོད་རེད་ས་ཁུལ་སོ་སོའི་ནང་ལ་འཐུས་མི་ཡོད་རེད། ས་ཁུལ་སོ་སོའི་ནང་ལ་ཡང་མི་སེར་ཡོད་རེད། དེ་ཚོ་ཚང་མ་ལ་ཡང་བོད་པའི་བདེ་སྡུག་དེ་གི་གནས་ཚུལ་ཞུ་གོ་ཡ་ཅི་རེད། དཔེར་ན་རེས་གཟའ་ལྷག་པ་སོགས་ཀྱི་མཚོན་གི་ཡོད་པ་ཡིན་ན། དེའི་རྒྱལ་ཚོགས་ཀྱི་མདུན་ལ་མི་ཚང་ལྔ་དྲུག་ཅིག་གི་ད་ལོ་གསུམ་བཞི་ཅིག་གི་ཡང་སྲུང་བརྩི་ཞུས་བྱས་ནས་དེ་ཡོངས་ཀྱི་སྐད་རྒྱག་གི་ཡོད་རེད་ཆར་རྡུང་ཟེག་གི་ཡོད་རེད། རླུང་འཚུབ་གྲང་ངར་དེ་འདྲའི་འོག་ལ་ཡིན་པའི་ནས་སེམས་ཤུགས་ཆེ་ནས་གནང་བསྡད་གི་ཡོད་རེད། དེ་ལྟ་དེ་ནང་བཞིན་བྱས་ནས་ང་རང་ཚོའི་ས་ཁུལ་སོ་སོའི་ནང་ལ་ཡིན་པའི་ནས། གྲོང་སྡེའི་ལས་ཁུངས་ཀྱི་མདུན་ལ་རས་ས་ལྷག་པར་བརྡོལ་བས་མིག་དམར་འདྲ་བྱེད་དགོས་ཀྱི་འདུག་པས་གང་ལྟར་དུས་འདྲ་ཅིག་གི་ལ་ན་ཉི་མ་གཅིག་སོ་གཅིག་དམར་ནག་ལ་ཡ། ལས་འགུལ་སྤེལ་གོ་ཡག་གི་གནས་ཚུལ་ཞིག་རེད་ག་རེ་ཟེར་དུས་ང་ཚོ་བཞུགས་ས་དེ་བོད་པ་ཁབ་ཚང་གི་གནས་ཚུལ་ཡིན་ན་ལོག་ཨ་རེད་བོད་པ་ཁབ་ཚང་མ་རེད་འཛམ་བུ་གླིང་གི་རྒྱལ་ཁབ་ཅིག་གི་ནང་དུ་ཚུད་བསྡད་ཀྱི་ཡོག་རེད་ཚུད་སའི་གི་ས་གནས་རང་ལ་ཡ། དུས་དང་རྣམ་པ་ཀུན་ཏུ་སྐད་རྒྱབ་པ་ཡིན་ན་བོད་པ་སོད་གི་སྐད་རྒྱབ་བསྡད་བ་རྣམ་པ་ཚོ་འདི་འདྲའི་ཆུ་ཚོད་ཁ་ཤས་ཡོང་དགོས་ཀྱི་མེད་པ། ནུས་པ་བཏོན་ཡག་དེ་སྐད་དེ་འགའ་རང་ཚུགས་ཀྱི་གོས་ཀྱི་འགྲམ་ལ་ཡོད་པའི་གྲོང་པ་ཁྱིམ་མཚེས་ནས་བྱས་ནས་བཏོན་གོ་ཡག་གི་དུས་ཚོད་ཅིག་ཆགས་འདུག་ཡོད་རེད་བསམ་འདུག་བྱས་ཙང་དུས་ཚོད་ཀྱི་ཐོག་ལ་མགོ་བཙུགས་ནས་ང་རང་ཚོ་བསྐྱར་དུ་དགོངས་པ་ཅིག་བཞེས་ནས་རྩ་དོན་ངོ་མ་གྲུབ་ཕྱོགས་ཀྱི་ཐོག་ལ་ས་ཁུལ་སོ་སོ་ནས་ཀྱི་མགོ་ཅིག་བཙུགས་ནས་ག་རེ་བྱེད་དགོས་ཀྱི་འདུག། དེ་ནས་གཞི་ནས་ཀྱི་རྒྱལ་སྤྱིའི་ཀྱི་ཚོགས་སྡེ་ཁག་གི་ནང་ལ་མགོ་ག་འདྲས་བཙུགས་དགོས་ཀྱི་འདུག་ཤེས་ཡོན་ཡོད་ཉེན་གྱི་ཚོགས་ཐོག་ནས་ཤེས་བྱ་ཡོན་ཏན་གྱི་ཐོག་ནས་མིག་གི་བསམ་བློ་འགུལ་འགྱོག་བཏང་སྟངས་ང་རང་ཚོ་ལ་རྒྱབ་སྐྱོར་ཤུགས་ཆེན་པོ་ཐོབ་ཐབས་ལ་ག་རེ་ཞུ་དགོས་ཀྱི་འདུག་ད་དེ་ཚོ་ང་ཚོ་ཞུ་གོ་ཧའི་གནས་སྟངས་ཞིག་རེད་ཨ་ནི་བརྒྱུད་དཔལ་འབྱོར་ཕྲན་བུ་ཞིག་ཡོད་པ་ཡིན་ན་ད་སྤྱི་བའི་ཀྱི་དོན་དག་ལ་ཡང་རྩ་དོན་གྲུབ་ཡ་ཐོག་ལ་ང་ཚོ་ག་འདྲས་ནང་དགོས་ཀྱི་འདུག་དེ་ང་ཚོ་ཐབས་ཤེས་ཞུ་གོ་ཧའི་ཀྱི

གསེར་རྟ་བླ་ལུང་སྒར་དང་ཡ་ཆེན་སྒར་གཉིས་ལ་ཡང་གནས་ཐང་འདི་གཅིག་པོ་བསྡད་ཀྱི་མ་རེད། དེའི་གཞུག་ནས་བོད་ཆོལ་ཁ་གསུམ་གྱི་ཁྱོན་ཡོངས་ཀྱི་ནང་ལ་ཡང་གོ་བདེ་གྲྭ་ཚང་ཚང་མའི་ནང་ལ་ཡང་ལས་འགན་འདི་བཏང་ཡོང་གི་རེད། ཆོས་ཕྱོགས་ཀྱི་ཐོག་ནས་རིག་གནས་གསར་བརྗེས་ཀྱི་ལས་འགན་ཞིབ་ཕྲ་ཅིག་ད་སྤེལ་གྱི་ཡིན་པ་ཐག་ཆོད་བསྡད་པ་ཅིག་རེད། བྱས་ཙང་གནས་ཐང་འདི་གི་ཐོག་ནས། བཙན་བྱོལ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས་ཞིབ་གལ་ཆེན་པོ་བྱས་ནས་ཁེ་གསར་སྤྱི་བདེ་ལྔ་ནས་ཡ། གསར་འགོད་གསལ་བསྒྲགས་སྤེལ་ཡོད་རེད། དག་ན་ཤིང་འཛམ་བུ་གླིང་གི་ནང་ལ་ཞུ་གཏུག་གི་ལས་རིམ་ཆ་ཚང་ཞིག་སྤེལ་བ་རེད། ང་ཚོའི་འདས་ལས་ཡིན་པ་ནས་རྒྱལ་ཚོགས་རང་གི་འདིའི་ནང་ལ་ཡ། ཆོས་ཕྱོགས་ཀྱི་རང་དབང་མེད་ཉེས་ཆོས་ཀྱི་ཐོག་ནས་རང་དབང་མེད་ཉེས་ཀྱི་སྲུང་སྐྱོབ་ལས་ཁུངས་ཡོད་རེད། ལས་ཁུངས་རང་གི་འབྲེལ་ཡོད་ལས་བྱེད་དེའི་ཉིན་མོ་རང་གཏུགས་ནས་ང་ཚོའི་ད་ལྟ་སྐར་མ་བདུན་གྱི་བརྙན་འཕྲིན་ཞིག་ཡོད་རེད། བོད་ལ་ད་ལྟ་གདུག་རྩུབ་ག་འདྲས་བྱེད་ཀྱི་ཡོད་མེད་བླ་རླུང་གར་ལ་ཡང་ཁོ་ཚོས་ལས་འགུལ་ག་རེ་སྤེལ་གྱི་ཡོད་པ་དེ་ཚོ་ཡོད་རེད་ད་ང་བཞིན་དེའི་ཆོས་སྒར་གཉིས་ནས་འདོན་པའི་བཙུན་མ་དེ་སྐད་དེ་ལ་ཡང་རྒྱ་མི་གི་དམག་ཆས་སྤྲས་ནས་ཨ་ནི་ཞེས་བཏང་ཡ་བཟོས་འདུག་ཞེས་ག་རེ་བཏང་གི་ཡོད་རེད་རྒྱ་མི་དང་བོད་པ་གཉིས་དེ་ཨ་མ་གཅིག་གི་སྤུ་གུ་ཡིན་ཞེས་ཞེས་བཏང་གི་ཡོད་རེད།

སུས་བྱེད་ཐུབ་ཀི་རེད་ཨ་ལས་དགེ་འདུན་པ་བཙུན་མ་གཅིག་གིས་ཨ་ནི་མི་མང་གིས་མ་གིས་འཁྲབ་སྟོན་བྱེད་སའི་འདེང་བྱེད་ཁང་ལ་ཕྱིན་ནས་ཞེ་འཁྲབ་ཟེར་ཡ་ཅི་ག་བ་ཡོད་རེད་ད། ཨོ་དེ་འདྲས་ལྟ་བུ་གི་ལས་ངན་གི་ལས་འགུལ་གི་རིགས་དེ་བོད་མི་རིགས་ཐོག་ལ་ད་ལྟ་ནས་ཁོ་ཚོས་གི་ད་སྤེལ་ཏེ་མུ་མཐུད་ནས་སྤེལ་དང་སྤེལ་བཞིན་པ་རེད་ད་དུང་ཛབ་ཆེད་དུ་ཛ་དྲག་ཏུ་དེའི་ཐོག་ལ་ནུས་པ་ཆེད་དུ་གནང་གི་འདུག་བྱས་ཙང་དེ་ཚོའི་རིགས་དེ་གས་དེ། ང་ཚོ་གེ་སར་ཁེ་གཉིས་ནས་ཆོས་དད་རང་དབང་མེད་ཉེས་ཀྱི་ལས་ཁུངས་ལ་ཡང་བཅར་བ་ཡིན་ཕུལ་ཡོད། འགྲོ་བ་མིག་གི་ཐོབ་ཐང་ལས་ཁུངས་ལ་ང་ཚོ་ཕུལ་གྱི་ཡོད། དུས་ཐོག་སོ་སོ་ལ་ག་ཡིན་པ་འདུག་ཕུལ་གྱི་ཡོད། སྤྱི་ཟླ་གསུམ་པའི་གི་ནང་ལ་འགྲོ་བ་མིག་གི་ཐོབ་ཐང་གི་ཚོགས་ཆེན་ཐེངས་སུམ་ཅུ་སོ་བཞི་པའི་གི་ཐོག་ལ་ཡིན་པའི་ནས་ད་དེའི་ཐོག་ལ་ཡང་ཨ་ནེ་ཐུགས་སྣང་གནང་དགོས་ཀྱི་འདུག་ཟེར་ནས་ད་ལྟ་ཞུ་གཏུག་འགྲོ་དང་འགྲོ་བཞིན་པ་ཡིན། ད་ནང་བཞིན་ད་ལྟ་བཙན་བྱོལ་དབུས་བོད་མིའི་སྒྲིག་འཛུགས་ཀྱི་གསལ་བསྒྲགས་བཀའ་སྤྱི་གཉིས་ཀྱི་གསལ་བསྒྲགས་ནང་ལ་ཡང་ཚོགས་ཆེན་སུམ་ཅུ་སོ་བཞི་པའི་གི་སྔོན་འགྲོའི་གི་གཏམ་བཤད་ནང་ལ་ཡང་འགྲོ་བ་མིའི་གི་ཐོབ་ཐང་གཙོ་འཛིན་གི་ཡང་གསུང་བཤད་ནང་ལ་བོད་པའི་གནས་ཚུལ་འཁོད་དགོས་ཀྱི་འདུག་སློབ་ལུང་གར་གཙོས་པའི་གི་བོད་ནང་ལ་ཆོས་དད་རང་དབང་མེད་པའི་གནས་སྟངས་དེ་གྱེས་དེ་ཨ་ནི་བལ་དུ་ཆ་ཚང་གསལ་པོ་ཅིག་འཁོད་དགོས་ཀྱི་འདུག་དེ་ནང་བཞིན་བོད་ལ་འགྲོ་བ་མིའི་གི་ཐོབ་ཐང་གི་གཙོ་འཛིན་ཨ་ནི་ཕེབས་དགོས་ཀྱི་འདུག་གཟིགས་སྐོར་ལ་ཡོང་དགོས་ཀྱི་འདུག་ཉམས་ཞིབ་བྱེད་སྐབས་བཏང་དགོས་ཀྱི་འདུག་ཟེར་ནས་གི་ཞུ་གཏུག་གི་གནས་ཚུལ་རིམ་པ་དུག་སུ་ཕུད་དེ་གི་ཡོད་རེད་ད་དུང་ང་ཚོས་མུ་མཐུད་བྱས་ནས་ཕུལ་དང་ཕུལ་བཞིན་པ་ཡིན། ཨན། མ་འོངས་པ་ལ་ཡང་དམ་དྲན་གྱི་ཟླ་བ་གཅིག་གཉིས་ནང་ལ་ད་དུང་ང་རང་ཚོའི་བཞུགས་སྒར་ནས་ཀྱི་ཡང་ཕན་ཉེས་དེ་འདྲའི་མང་པོ་ཡོད། ལྷག་པར་དུ་ཉི་མ་ལྷ་མོ་བསྐྱར་དུ་ཡང་བསྐྱར་ཚུར་ཕེབས་ཀྱི་ཡོད། དེ་རིང་ཁ་སང France དང Belgium ལ་ཡོད་རེད། སྤྱི་ཟླ་གཉིས་པའི་ནང་ལ་བསྐྱར་དུ་ཚུར་ཕེབས་ནས་གཉིས་པ་གསུམ་པ་ལ་ཡང་སྡེའི་གཞུང་ཚབ་ཁག་ནས་བྱས་ནས་ཞུ་གཏུག་གི་ལས་འགུལ་ང་ཚོ་རིམ་པ་བཞིན་དུ་གཏུགས་སྤེལ་བྱེད་ཀྱི་ཡོད། སྟབས་བདེ་འདུག་ང་ཚོ་རིམ་པ་གཅིག་རེད་ང་རང་ཚོ་ས་གནས་འདིའི་ནང་ལ་གནས་ངན་སོས་ཀྱི་ཐོག་ནས་དུས་དང་རྣམ་པ་ཀུན་ཏུ་ནས་གོང་པ་བཞེས་ཐུབ་པ་ཡིན་ན་ཨ་ང་ཚོའི་དེ་ཕྱོགས་ཚང་མ་ནས་ཀྱི་མཉམ་རུབ་ཀྱི་ནུས་པ་ཅིག་ཏན་ཏན་ཐོན་ཡོང་གི་རེད་བསམ་འདུག་འོ་དེ་འདྲའི་ཐོན་ཐབས་ལ་ཡང་ཚང་མས་འབད་བརྩོན་གནང་དགོས་ཀྱི་འདུག་དེ་ཚོགས་པ་གཅིག་དང་ལས་ཁུངས་གཅིག་དང་དད་ཅན་གཅིག་རེད་དེས་ཀྱི་བྱེད་ཀྱི་རེད་ཟེར་ཡ་ལྟ་བུ་མ་ཡིན་པའི་བྱས་ནས་ང་ཚོ་ཚང་མ་ཆིག་སྒྲིལ་གྱི་ནུས་པ་བཏོན་ནས། གང་དག་ཏུ། བོད་ཆོལ་ཁ་གསུམ་གྱི་ཁྱོན་ཡོངས་ཀྱི་བོད་མི་རིགས་བོད་མི་ས་ཡ་དྲུག་གི་བདེ་བ་སྡུག་བསྔལ་གྱི་བདེ་སྡུག་འདི་སེལ་དགོས་ཨ་ཡིན་པ་བཅས་ཀྱི་ཚང་མས་ཀྱི་འགན་དང་ཚང་མས་ཀྱི་ཚོར་བ་ཤུགས་དྲག་པོ་བཅས་ཀྱི་ང་ཚོ་སྣང་ཡང་གི་དུས་ཚོད་ཕྱག་འདེད་བྱ་བྱེད་དུ་ད་རིང་འདས་ཚང་མ་ཕེབས་པ་ཚང་མ་ལ་ཡ་ཐུགས་རྗེ་ཆེ་དང་མ་འོངས་པ་ལ་འདི་དང་འདི་ནང་བཞིན་གྱི་ལས་འགུལ་ག་འདྲ་ཅིག་སྤེལ་གྱི་ཡོད་པ་ནས་རྩ་དོན་ལས་འགུལ་སྤེལ་བའི་སྐབས་ལ་ཆད་ཤག་ཆུང་བསྐྱུར་གྱི་ང་ཚོ་གནང་དགོས་ཡ་དེ